ཚེ་དབང་གི་གཏམ་གསན་ཟིན་ན་ངས་རྒྱལ་སྤྱིའི་དྲ་གྲོགས་རྣམས་ལ་ཡ་ཨ་ནི་དུས་གསུམ་གྱི་ཨ་ནི་བཀྲ་ཤིས་བདེ་ལེགས་ཀྱི་བརྩམས་ཆོས་ཞུ་གི་ཡོད། ད་ད་རེས་ངས་དོན་ལྡན་ཉི་ཤུ་རྩ་བདུན་འདིའི་ནང་ལ་ཡ་ཨ་ནི་གར་ཞུ་ཡ་ཡོད་ལབ་ན་གཙོ་བོ་དག་ཚང་མས་དང་དུ་འཁྱེང་གི་ཡོད་རེད། ཨ་ནི་ཨ་རི་དང་ཨི་ཙི་རེ་གཉིས་ཟུང་འབྲེལ་གྱི་ཐོག་ནས་ཨ་ནི། ཡིད་རང་ལ་ཡར་ཨ་ནི་ཁ་ཏོ་ནས་བྱ་འགུལ་བྱས་བྱས་ད་ལྟ་ཡིད་རང་གི་ཆོས་དཔོན་ལ་གནས་མི་འདུག་ཡིད་རང་གིས་ད་ལྟ་གུ་ཁྲི་ཧ་མི་ཡིག་གཙོས་པའི་མི་དང་ཁོའི་ངན་རོགས་མི་བཞི་བཞི་ཐམ་པ་ཨ་ནི་བསད་པ་དང་ད་ག་ན་བཞིན་ག་སུ་རེ་ད་ནི་དབྱི་སི་རམ་ཁ་ཆེའི་དཔུང་དམག་སི་ཡག་དེ་འདྲས་ཀྱི་དམག་མི་ཉིས་བརྒྱ་བཅུ་མི་གཅིག་འཆི་སྐྱོན་བྱུང་པ་དང་ཨ་འདི་ནས་བདུན་བརྒྱ་ལྷག་ཏུ་ཇི་ལྟར་རྨས་སྐྱོན་ཕྱིན་པ་འདི་འདྲའི་གནས་ཚུལ་དང་ལྷག་པར་དུ་དབྱི་རང་གི་ད་རྡུལ་ཕྲན་མཚོན་ཆའི་སྦྱོར་ཆས་སྦས་ས་ཡོད་པ་ལྟར་རིའི་ནང་བྲག་ཕུག་ན་ཡོད་དེ་གས་གཙང་མ་ལོག་ལིའ་རྩ་མེད་བཟོས་པ་དང། ད་ག་ན་བཞིན་དབྱི་རང་ནས་ཀྱང་ཨ་ནི་ད་ད་ཁོ་རང་ཚོའི་ད་གོ་ལན་སློག་པའི་ཚུལ་ད་ད་ཨ་རིའི་མཐུན་ཕྱོགས་ཀྱི་དེ་འདྲས་ཀྱི་ད་རྒྱལ་ཁབ་ཁག་བདུན་ནང་ལོག་ལིའ་ད་ད་ཨ་ནི། ཀོ་ཝེ་ད། ད་ག་ན་ཤིན་ཧྲའོ་ཏི་ཨ་ལ་པོ་ད། ད་ག་ན་ཤིན་དེ་འདྲས་ཀྱི་ད་ཁ་ཆེའི་ཡུལ་གྲུ་དེ་ཚོའི་ནང་ལོགས་ལ་ཡ་ཨ་ནི་འཕུར་མདེལ་གཡུག་བྱས་ཨ་ནི་གཏོར་སྐྱོན་བཏང་པས་དེ་གའི་གནས་ཚུལ་བྱུང་བྱས་ད་གོ་ཡ་ལ་བྱས་ན་ཨ་རིའི་དམག་མི་ཁྱོན་ཁྲོམ་དྲུག་མེད་ཁྱོན་གཞི་ཁྱོན་ཆུང་པོ་རེད་ཟེར་གི་འདུག་ཨ་འདི་གས་མང་ཆད་ཅིག་ད་ནི་གནམ་གྲུ་གསུམ་དེ་ག་ནས་ཟིན་ནས་ཁོ་བོལ་ཡ་ཁོ་བོའི་གས་ཨི་རང་གི་གནམ་གྲུ་རེད་བསམ་ཅེས་ནོར་བཅད་ཞུས་ནས་ཨ་ནི་མ་ཟ་གནམ་གྲུ་དང་སྙེག་དེ་མང་པོ་ས་ཐིག་ང་ལ་བབས་ཡིན་དུས་གནམ་གྲུ་དང་སྙེག་དེ་སྐྱེ་མེད་ཅིག་ཡིན་པ་དང་འདི་ཨ་རི་ཡིན་དུས་ནི་ཁོ་ཚོས་ལམ་སང་སྣེ་ལེན་ཞུས་བྱས་ད་ཁྱེད་རང་ལ་ཡ་གྱེར་གྱི་འདུག་ཁྱེད་བྱུང་མ་སོང་ཨ་ལབ་ཅེས་དེ་འདྲའི་ཆེ་བའི་གནས་ཚུལ་ཅིག་བཤད་འདུག་འོ་འདིའི་སྐོར་ཅིག་དང་དེ་ནས། ཉེ་ཆར་ཡ་ད་ད། པཱ་ཀི་སི་ཐན་དང་ཨ་ནི་ཨབ་གྷ་ནི་སི་ཐན་ནང་གི་ཐཱ་ལི་པན་ཁོ་ཉག་གཉིས་ཀྱིས་ད་སྙམ་མ་ཁོ་རང་གཉིས་བུ་སྤུན་ཡོད་ཅེས་འཆམ་པོ་ཞེ་པོ་ཡིན་ཞེས་ལབ་ནས་ད་ད་ཆ་ཁོ་ཚོ་གཅིག་གིས་ཨ་ནི་ཁོ་རང་གཉིས་ཀྱི་ཕྱོགས་གཏོགས་ཚོའི་ཁེ་ཕན་དུ་མ་འཁྲིད་པ་བྱེད་ཅེས་ཨ་ནི་ཁོ་ཚོ་འཛིང་རེས་དང་དམག་འཁྲུག་བྱས་པའི་དེ་འབྲེལ་གནས་ཚུལ་དེ་འབྲེལ་གཉིས་ཞུ་ཡ་ཡོད། ཨ་དེའི་སྒང་ལ་ད་རེས་ག་རེ་ཟེར་ན་ཨ་ནི་ཞི་ཅིན་ཕིན་ལ་ཡག་ད་ནི་ཧྭ་མིན་ཉིན་ཡིས་ཨ་ནི་ཨ་རིའི་བམ་བཞུགས་བཅས་ཨ་ནི་གོ་ཤེས་པའི་གནས་ཚུལ་དེ་གོ་མ་ཐག་ལས་ལ་ཁོ་ལ་དངངས་སྐྲག་ཞེ་པོ་བྱུང་བཅས་ཨ་ནི་གར་བྱས་པ་རེད་ལབ་ན་ཨ་ནི་ཁོས་གཉའ་མ་ནས་རྒྱ་ནག་གི་ད་ཅིག་དམག་འཁྲུག་འགའ་རེ་དམག་རྒྱག་སྔོན་འགོག་ཡིན་ཟེར་ཡག་དེ་འགྲིག་ད་གབ་སྟོང་ཆེན་པོ་ཞིག་འུ་གཅིག་དེ་ནང་ལ་གབ་སྟོང་དེ་ནས་ལ་དེང་དུས་འཕྲུལ་ཆས་ཆགས་སྟངས་ཡོད་པ་དང་དེ་འདྲས་གཅིག་ནང་ལ་ལ་གབ་ཅེས་ཨ་ནི་ཀོ་རེ་ནང་མི་ཚང་མ་ཨ་ད་ག་ན་ཞིག་ཨ་ནི་དམག་དཔོན་དབུས་དམག་དཔོན་གང་གི་དཔོན་པོ་དེ་ག་ལ་ཡག་ཨ་ནི་ཁོང་ཚོ་ལ་ཡག་ཨ། སྲུང་སྐྱོབ་བྱེད་དགོས་ཀྱི་ཡོད། ཨ་ནི་ལ་བེ་ཨར་ཆེན་ནི་ཀོས་པེ་ཅིང་གི་གནའ་བོའི་གྲོང་ཁྱེར་རེད་ད་དེའི་ཐོག་ལག་ཆེན་འགྲིག་མར་དེ་ལ་ཡང་ཨ་ནི་ཁ་ཐོར་ནས་གཏོར་བཤིག་མ་ཡོང་ཁྱེད་རང་ཚོས་ཨ་ནི། སྲུང་སྐྱོབ་བྱེད་དགོས་ཀྱི་ཡོད་ལབ་བས་ད་གཙོ་བོ་དེ་ཁོ་རེ་དང་ཁོ་རེ་ནང་མི་དེ་གས་སྲུང་སྐྱོབ་བྱས་དེ་འདྲས་ལབ་པ་དང་ཆབས་ཅིག་ཨ་ནི། ཁོས་ག་རེ་རེ་བ་བཏོན་བཞག་ཟེར་ན། གཞི་རྩའི་ཨ་ནི་ཀ་སིན། རྒྱ་ནག་གི་ད་ལྟ་རྐང་དམག་གི་དམག་སྤྱི་ལི་ཆོང་མིང་གིས་ཨ་ནི་ཞི་ཅིན་ཕིང་དང་ཞི་ཅིན་ཕིང་ནམ་གི་ལས་བྱ་དགོས་ཅི་ཡང་དེ་འདྲའི་གནས་ཚུལ་བྱུང་པ་འདི་ལ་ཡ་ཨ་ནི་རྒྱ་ནག་གི་ད་ལྟ་གོ་སྒྲིག་ཟུར་པ་ཝུའུ་ཅིན་ཐའོ་དང་ཝུན་ཅང་པའོ་དང་ཙང་ཅིན་གུང་ཟི་ངས་དེ་ཚོས་ཨ་མ་འདོད་ཞི་བ་བྱེད་ཚེ་གང་ཡོད་ཟེར་ན་ང་ཚོས་ཁོ་ལ་ཡ་ཞི་ཅིན་ཕིང་ལ་ཡ་ད་རྒྱ་ནག་ནང་ཏང་ནང་ལོགས་ལ་ཡ་དེ་འདྲའི་རྙོག་དྲ་ཆེན་པོ་མ་བྱུང་བ་དང་ལྷག་པར་རྒྱ་ནག་རྒྱལ་ཡོངས་ནང་ལ་ཡ་དེ་འདྲའི་དམག་འཁྲུག་དང་དེ་འདྲའི་ཉེན་ཁ་མ་ཡོང་བ་ཆེད་དུ་ཨ་ནི་བོད་དེ། ཞི་བའི་ཐོག་ནས་ཨནི་ཞི་ཅིན་པོ་སྐོར་མ་དབང་ཆ་རྩིས་སྤྲོད་བྱས་ཨནི་སྐོར་དགོངས་པ་ཞུས་པ་ཡིན་ན་ཧོ་ཨ་གོ་པོ་ནང་ཞིག་གིས་ཨནི་འདི་འདྲས་ཁོ་རས་མ་རྒྱན་ཡོད་དང་ཡང་དང་ཁོ་རས་ཐོབ་ཐང་འདི་གི་རང་ཆ་ལས་ཡ་ཨོ་འདི་འདྲས་ཅིག་གནས་ཚུལ་སྐད་ཆ་བཤད་ནས་ཧ་ལམ་ཅིག་བྲིས་བྱས་པའི་སྐབས་འདི་ཡ་ཨནི་ལིས་ཆའོ་མེན་གིས་འདི་འདྲས་ཐབས་ཟུར་ཁོས་བྱས་ཟིང་རྒྱབ་ནས་རེ་བ

རྒྱ་ནག་མི་དམངས་འཐུས་མི་ཚོ་གཅིག་གིས་ད་ཐོབ་ཐང་མེད་པར་བཟོས་པ་དེའི་ནང་ལོགས་ལ་ཡང་དམག་དཔོན་དགུ་ཡོད་པ་དང་དགུའི་ནང་ལོགས་ནས་བརྒྱད་ཚང་མ་ཞི་ཅིན་ཕིང་ཕྱོགས་གཏོགས་བྱས་ད་ལི་ཆང་མིན་གཅིག་གོ་ནི་ཞི་ཅིན་ཕིང་ཕྱོགས་གཏོགས་མེད་པ་དེ་ཡིན་དུས་ཙམ་ནས་ཡིན་ནའི་ལས་ད་ལྟ་ཁོང་ཚོ་ལས་བྱེད་རྒན་པོ་འདོད་ཁྱོད་བྱེད་སྟངས་འགྲིག་མ་སོང་ད་ཡིན་གཅིག་མིན་གཅིག་ལས་ཀ་དེ་ལ་རྒྱན་ཁྱེར་འོང་རེ་བྱས་བྱས་ཨ་ནི་རྒྱ་ཡོན་མི་དམངས་འཐུས་མི་ཚོགས་ཆེན་གྱི་ཨ་ནི་ཐོབ་ཐང་དེ་མེད་པར་བཟོས་པ་དང་ཆབས་ཅིག

རྐང་དམག་ཧྲ་ཏཱ་ཏཱ་ཡོད་དུས་ནས་སྲུང་སྐྱོབ་བྱེད་ཐུབ་ཀྱི་རེད་དེ་འདྲས་བརྟེན་ནས་རྐང་དམག་ད་ལྟ་དམག་སྤྱི་དེ་ཨ་ནི་ལི་ཆང་མིན་ཁོ་རང་རང་འཇགས་བྱེད་རོགས་ཅེས་བཤད་དེ་འདྲས་ཅིག་ཁོ་དང་ལི་ཆང་མིན་ཨ་ཁོ་རང་གཉིས་གཅེས་སྤྲས་བྱས་མིན་དེ་ནས་དམག་དོན་ཟུར་པ་ཨ་ནེ་ཕཱན་ཀྲང་ལུང་དང་ཁོང་ཚོ་ཁ་ཤས་ཀྱིས་གཅེས་སྤྲས་བྱས་མིན་ཡོད་ཚད་ལི་ཆང་མིན་ལབ་རོགས་བྱས་ཏེ་ལི་ཆང་མིན་ཁས་མ་ལེན་པ་བྱས། ཨ་ནི་ཐ་མ་དེ་ལ་ཡ་ཏང་དང་ཧྥན་ཀྲུང་ལུང་དང་ཁོང་ཚོ་དེ་གས་གས་ཨ་ནི་ཞི་ཅིན་ཕིན་ལ་ཡ་ཏང་ང་ཚོས་སྐད་ཆ་བཤད་པ་དེ་ལས་གཙང་བ་ནི་ཉན་གི་མི་འདུག་དེ་འདྲས་སོང་ཙང་ད་ཁོང་ང་ཚོའི་རེ་བ་བྱས་ན་ཨ་ནི་ཨ་ནི་ཞི་ཅིན་ཕིན་ཁྱེད་རང་རང་གི་ད་དམག་ཅིག་རྐང་དམག་གི་སྤྱི་ཁྱབ་བྱས་ན་ཡག་ཤོས་རེད་ཅེས་དེ་འདྲས་ལབ་ནས་ཨ་ནི་ཞི་ཅིན་ཕིན་ག་ཅི་བདེ་སྐྱིད་མ་བྱུང་བ་བྱས་ཨ་ནི།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཕྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་བརྒྱད་ཉིན་གྱི་ཨ་རིའི་ཤར་ཕྱོགས་ཁུལ་གྱི་མངའ་གསོལ་ཆུ་ཚོད་དང་པོའི་ཐོག་ཨ་རིའི་དམག་མིས་དབྱི་རང་གི་རྒྱལ་ས་དུས་གཏན་སྒོས་ཆད་ཡོད་ས་དང་མེ་ཤུགས་འཕུར་མདེལ་འཇོག་ས་དེ་བཞིན་དབྱི་རང་གི་སྲིད་འཛིན་ཕོ་བྲང་སོགས་རྒྱལ་སྤྱིའི་ས་ཚུགས་ཁག་སུམ་ཅུ་ལྷག་ཙམ་ལ་མཁའ་ཐོག་ནས་བྱ་འགུལ་བྱས་འདུག་པ་དང། དམིགས་ཡུལ་ནི་ཨི་རན་གྱི་ཁ་མེ་ནི་སྲིད་གཞུང་མགོ་རྟིང་སློག་རྒྱུ་ཡིན་པ་དེ་རེད། ཨ་རིའི་སྲིད་འཛིན་ཁྲོམ་གྱིས་ཨི་རན་གྱི་མི་མང་ལ་ཁྱེད་རང་ཚོས་མི་ཐོག་མང་པོས་རེ་བ་བྱས་པའི་རང་དབང་གི་ཉམས་མ་བཤགས་རྒྱུའི་གོ་སྐབས་ཉེ་བར་སླེབས་ཡོད་པ་སོགས་བརྙན་འཕྲིན་ནང་གཏམ་བཤད་སྤེལ་ཡོད་པ་རེད། ད་རེས་ཀྱི་བྱ་འགུལ་འདིའི་ནང་ཨི་སི་རལ་དམག་གིས་དམག་འཐབ་སྣ་འདུས་ཀྱང་མཉམ་ཞུགས་བྱས་འདུག་ཅིང་ཨི་རན་ནས་ཀྱང་ཨ་རི་དང་ཨི་སི་རལ་ལ་སོགས་པེར་ཞི་ཡ་མཚོ་ཁུག་རྡོ་སྣུམ་ཐོན་སའི་རྒྱལ་ཁབ་ཀོ་ཝེ་དང། ཨ་ལན་ཁིའུ། ཤའོ་ཏི་ལ་ཝེ་སོགས་ཨ་རིའི་དམག་དཔུང་གི་དམག་མིའི་རྟེན་གཞི་ཡོད་སའི་རྒྱལ་ཁབ་བདུན་ལ་མེ་ཤུགས་འཕུར་མདེལ་བརྒྱབ་ཡོད་པའི་གནས་ཚུལ་ཛ་དྲག་ཆགས་འདུག་ཀྱང་སྐྱོན་ཆ་ཆེན་པོ་བྱུང་མེད་ཚུལ་ཨ་རིའི་དམག་གིས་བཤད་འདུག། གནས་ཚུལ་ཐོན་གསལ་ལ་གཞིགས་ན་ད་རེས་ཨ་རི་དང་དབྱི་སི་རལ་གཉིས་ཀྱི་ཆུ་ཚོད་བཅུ་གཉིས་ནང་གནམ་མཚོ་ས་གསུམ་ནས་དབྱི་རང་ལ་དམག་གི་གནམ་གྲུ་བདུན་བརྒྱ་དང་མི་མེད་གནམ་གྲུ་དང་འཕུར་མདེལ་སོགས་ཀྱི་རྡུང་རྡེག་ཐེངས་དགུ་བརྒྱ་བཏང་ནས་དབྱི་རང་གི་ཨི་སི་ལམ་མཁའ་སྤྱོད་ཆོས་དཔོན་ཧ་མི་ཡིས་གཙོས་པའི་དབྱི་རང་གི་གསར་བརྗེའི་དམག་དཔུང་གི་འགོ་གཙོ་མི་གྲངས་བཞི་བཅུ་ལྷག་འབར་མདེལ་གཡུག་ནས་བསད་ཡོད་པ་མ་ཟད། དབྱི་རང་གི་གསར་བརྗེའི་དཔུང་དམག་གི་དམག་མི་ཉིས་བརྒྱ་བཅུ་མི་གཅིག་ཤི་བ་དང་མི་གྲངས་བདུན་བརྒྱ་ཞེ་བཅུ་ལྷག་ཙམ་རྨས་སྐྱོན་ཕོག་ཡོད་པ་རེད། ཧྭ་མི་ཡིས་འདས་གྲོངས་སུ་གྱུར་བ་དབྱི་རང་གི་གཞུང་འབྲེལ་བརྙན་འཕྲིན་ཐོག་ངོས་ལེན་བྱས་པ་དང་མཉམ། ཉིན་གྲངས་བཞི་བཅུའི་རིང་མྱ་ངན་ཞུ་གི་ཡིན་ཚུལ་བཤད་འདུག་དེ་དང་མཉམ་ཡང་དབྱི་རང་གི་མི་མང་ཁག་ཅིག་གིས་ཡང་ཧྭ་མི་གཉིས་དམར་གསོད་བཏང་བ་ལ་ནི་ཁོ་ཚོས་དགའ་བོ་བྱུང་ཚུལ་གྱི་འདི་འདྲའི་གི་ཡང་དྲ་ཚན་ཡོད་ཅིང་དེ་འདྲའི་དགའ་བོ་བྱེད་པའི་གནས་ཚུལ་རེད་འདུག་ཨ་རིས་མུ་མཐུད་བདུན་ཕྲག་གཅིག་ནང་དབྱི་རང་གི་གཞུང་རྩ་མེད་མ་ཕྱིན་པར་བར་ཚད་གཡུགས་ནས་རྩ་མེད་བཟོ་འཆར་ཡིན་ལུགས་ཨ་རིའི་མཁའ་དམག་དམག་དཔོན་ཞིག་གིས་གསར་འགོད་པར་བཤད་ཡོད་འདུག། ཕྱི་སྡོད་རྒྱ་མི་ཧྲེང་ཧྭ་ཏུང་ཧྥུའུ་ཟེར་བས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་ཁོ་པའི་ངན་རོགས་ཡག་ཤོས་ཧྭ་མེ་ནི་ཨ་རིས་བར་ཚད་གཡུགས་ནས་བཙལ་བའི་གནས་ཚུལ་ཤེས་རྟོགས་བྱུང་མ་ཐག་ཞེ་སྡང་ཆོས་དེ་པེ་ཅིན་གྱི་ས་བག་ག་ཐུང་ན་ག་བར་ཕྱིན་པ་དང་མཉམ། དམག་དཔུང་གི་ནུས་ཤུགས་ཡོད་ཚད་ཀྱིས་ཁོ་པ་དང་ཁོ་པའི་ནང་མི་བུ་ཕྲུག་རྣམས་སྲུང་སྐྱོབ་བྱེད་དགོས་པའི་རེ་བ་བསྟན་ཡོད་ཚུལ་བཤད་པ་དྲ་ཚིགས་ན་སྤེལ་འདུག། ཡང་གནས་ཚུལ་ཐོན་གསལ་ལ་གཞིགས་ན་དེ་སྔོན་ཁྱིམ་མཚེས་དང་སྤུན་མཆེད་ནང་བཞི་ཡིན་པའི་པ་ཀ་སི་ཐན་དང་ཨབ་གྷ་ནི་སི་ཐན་གྱི་ཐ་ལི་པན་གཉིས་ཉེ་ཆར་དམག་འཁྲུག་ཤོར་ནས་བཟི་ཡག་ལ་པ་ཀ་སི་ཐན་གྱི་དམག་འཐབ་གནམ་གྲུས་ཨབ་གྷ་ནི་སི་ཐན་ནང་གི་རྒྱལ་རྩེ་ཕོ་བྲང་དང་དམག་ཁང་ཁག་ཅིག་ཁ་ཐོག་ནས་འབར་རྫས་དབྱུང་ནས་གཏོར་བ་མ་ཟད། ཐཱ་ལི་པན་གྱི་འགོ་གཙོ་གཉིས་པོ་དེ་ཡང་འབར་རྫས་འབར་གས་བྱས་པའི་འོག་ཤི་རྨས་བྱུང་ཡོད་ཚུལ་དང། ཐཱ་ལི་པན་ནས་ཀྱང་པ་ཀི་སི་ཐན་གྱི་རྒྱལ་སྲས་གཙོས་པའི་གྲོང་ཁྱེར་མང་པོ་ཞིག་ལ་མེ་ཤུགས་འཕུར་མདེལ་དང་འབར་རྫས་གཡུགས་ནས་པ་ཀི་སི་ཐན་གྱི་དམག་མི་དང་མི་སེར་མང་པོ་ཤི་འཕོས་བྱུང་ཡོད་ལུགས་གནས་ཚུལ་ཐོན་འདུག་པ། མཉམ་འབྲེལ་རྒྱལ་ཚོགས་ཀྱིས་མཚོན་པའི་རྒྱལ་ཁབ་ཅིག་གིས་རྒྱལ་ཁབ་ཁག་ཅིག་གིས་དམག་འཁྲུག་མཚམས་འཇོག་བྱས་ཏེ་གྲོས་མོལ་བྱ་དགོས་པའི་བླང་བྱ་བཏོན་ཡོད་པའི་སྐོར་གནས་ཚུལ་སྤེལ་ཡོད་འདུག།